ས་སྒྲ་ནང་ལོགས་ཀྱི་བོད་སྲིད་གཟིགས་གནང་མཁན་གྱི་རྣམ་པ་ལེན་རྒྱུ་ཚང་མ་ལས་མཚམས་རེ་ཤོར་བ་དང་འདྲ། དེ་རིང། ཟླ་འདིའི་ཕན་ཆད་ལས་ང་རང་གིས་མཐོང་བདེ་བ་དང་བེད་སྤྱོད་གཏོང་བདེ་བའི་གི་ས་སྒྲ། དེ་ཡང་དྲ་རྒྱ་ནང་ལོགས་ལ་ཡོད་བསྡད་པ། ནི་བོད་ཡིག་གི་ས་སྒྲའམ་བོད་ཀྱི་གནས་ཚུལ་མང་པོ་འཁོད་བདེ་བའི་ས་སྒྲ་ཁ་ཤས་ཀྱི་ངོ་སྤྲོད་ཞུ་ཁོ་བསམ་སོང། ཐོག་མར་འདི་ཅི་ཟེར་བ་ཡིན་ན

མང་པོ་ཅིག་གིས་བེད་སྤྱོད་བཏང་བསྡད་ཀྱི་འདུག་ཡིན་ན་ཡང་ད་འདི་ས་མིང་དེ་ཚོ་དེ་ཕལ་ཆེ་བ་དེ་རྒྱ་ཡིག་ཡིན་ཙང་རྒྱ་ཡིག་ཡག་པོ་མཆིས་མཁན་ཅིག་ཡིན་ན་མ་གཏོགས་ཁྱེད་ཡང་བེད་སྤྱོད་དུ་བསྟན་ཚིག་དཀོན་པོ་རེད་ཤག་ལྷ་ས་འདྲ་བོ་ཅིག་ཆ་མཚོན་པ་ཡིན་ན་ཚུ་ཁྱེར་བཏང་བ་ཡིན་ན་གྲོང་དང་སྲང་ལམ་དང་ཅི་ད་ས་ཁུར་ས་ཁུར་དེ་ཚོ་གི་མིང་ཕར་ཁྱེར་བ་དེ་ཡོད་བི་བཟོ་འདྲ་ཅིག་འདུག་དེ་ད་ནོར་བསྡད་དེ་ནས་འདུག

དེ་ནས་འདི་གའི་ནང་ལོགས་ལ་ཡང་ང་ཚོ་བོད་ནང་ལོགས་ཀྱི་ད་གནས་ཡིད་དང་དགོན་པ་མང་པོ་བཅས་ཀྱི་རྟགས་འཁོད་འདུག་ཤག་ད་དེ་ལྟ་སྟངས་དེ་ནི་ས་ཆ་ཞིབ་འཇུག་ཁང་སི་གོ་གོ་དྲ་རྒྱ་ནང་བོད་ཡིག་བྲིས་པ་ཡིན་ན་ཁོ་རག་གི་རེད་བ་རག་ཡོང་དོན་དེ་འདི་ནས་གང་དེ་ནས་ཕ་མང་པོ་ཡོད་པའི་ནང་ལོགས་ནས་མཆོད་རྟེན་ཡོད་ས་དེ་ཕ་སྐྱེ་ས་གནས་ཟེར་དེ་ཤག་འདུག་བ་འོ་དེ་ག་གནས་ཡང་ཡིན་ན།

རྟགས་ཐོ་བའི་ཆེད་རེད། འདི་གི་ནང་ལོགས་ལ་ཡང་དབུས་གཙང་ཕྱོགས་ཀྱི་དགོན་པ་མང་པོ་ཅིག་ས་བསྒྲགས་ནང་ལོགས་ལ་བཏགས་བཏབ་ཡིན་འདུག་ཡིན་ན་ཡང་མང་ཁམས་དང་ཨ་མདོ་གི་ཕྱོགས་ལས་ཡིན་ན་ད་དགོན་པ་རྐང་རེ་རེ་གཉིས་རེ་མ་གཏོགས་གི་དེ་འདྲའི་མང་པོ་མཐོང་ཡ་མི་འདུག། དེ་ནས་འདི་སྐད་ཟེར་ཤོག་དུ་ད་འདི་དྲ་རྒྱ་གི་ནང་ལོགས་ནས་བོད་ཀྱི། དཔེ་མཛོད་ཆེ་ཤོས་དེ་ཡིན་རྒྱུ་རེད་བསམ་གྱི་འདུག་སྔོན་མ་ཡིན་ན་འདི་ལ TBRC ཟེར་གྱི་ཡོད་ད་དེང་སང། BDRC འདྲ་བོ་ཅིག་ལབ་ཀྱི་འདུག་ཨོ་འདི་བྲིས་ནས་གོ་གོ་ནང་ལོགས་ནས་བརྩི་ཡ་ཡིན་ན་རག་གི་རེད། ད་འདི་གི་ནང་ལོགས་ནས་འདི་འདི་ཚོགས་ཁང་འདུག་ཨ་དེ་གི་ནང་ལོགས་ལ་ཅོ་རོ་ས་ཆ་ག་འདྲ་ཅིག་བཙལ་དགོས་ན་དེ་མིང་འདི་བྲིས་པ་ཡིན་ན

གངས་རིན་པོ་ཆེས་བཙན་ཡུལ་དུ་འབྲེལ་ཡོད་ཀྱི་ས་གནས་གསུམ་ཤག་བསྡུ་བ་དེ་ས་གནས་ཟེར་སའི་དེ་གར་ཁྱེད་རྣམ་པ་གཟིགས་པ་ཡིན་ན་ནི་གསུམ་ཐམ་པ་ཁོ་ཚོས་འདི་ནང་བསྟན་ཡོད་རེད། འདི་འདྲའི་གི་ས་ཁྲ་དངོས་སུ་ཤར་ཡོང་བ་ཡིན་ན་ཡང་ས་དེ་དང་མིང་གཅིག་པ་ཡིན་བསྡད་པ་དང་འབྲེལ་ཡོད་དེ་འདྲ་མང་པོ་ཤར་ཡོང་དགོས་རེད་ད་དེ་ཚོའི་ནང་ལོགས་ནས་སོ་སོ་གི་བརྩི་ཡས་དེ་ག་འདི་རེད་འགའ་ཡག་པོ་བལྟ་དགོས་རེད་མ་གཏོགས་ཡང་མིང་གཅིག་པ་དེ་འདྲའི་དང་རྦད་དེ་ས་ཆ

སེམས་རྟགས་ལས་རྫོང་རིམ་པ་གི་རྟགས་བརྗེ་རྒྱག་གི་ཡོད་རེད། ད་ལྟ་གི་རྟགས་འདི་རྫོང་རིམ་པ་གི་རྟགས་རེད། འདི་ཆབ་མདོ་གི་རྟགས་ནག་པོ་འདི་ཁོ་ཚོ་གིས་ད་ས་གོར་དང་ཡང་ན་ཁུལ་རིམ་པ་གི་ལྟེ་གནས་འདི་གི་རྟགས་བྱེད། འདི་ཚོ་འདི་རྫོང་རིམ་པའི་རྟགས་རེད་འདུག་བ། འཇོ་མདའ་རྫོང་ཅེས་བརྒྱབ་འདུག་དེ་ཏག་ཏག་རེད་གོ་འཇོ་མདའ་རྫོང་ཡོད་རེད་གོ་འཇོ་རྫོང་ཡོད་རེད། ཡིན་ན་ཡང་ཐོག་བར་རྫོང་དང་སེམས་རྟགས་རྫོང་ཟེར་དེ་འདྲ་ཡོད་མ་རེད། སྔོན་མ་ཡིན་ན་ངག་གི་ཕ་ཡུལ་དེ་ད་སྲིད་འཛིན་རིམ་པའི་ཁོངས་གཏོགས་བྱས་ཡོང་དུས་ཐོ་བ་ཟེར་ཏེ་ཆགས་ཀྱི་ཡོད་རེད། རྒྱ་སྐད་ལ་ཐོ་བ་ཆོས་ཟེར་རོ། ད་ཆོས་ཚང་མ་ལ་འདི་ལྟ་སྟེ་རྒྱག་ཡིན་ཟེར་བ་ཡིན་ན་ནི་ཆབ་མདོ་རྫོང་གི་ཁོངས་གཏོགས་ལ་ཆོས་མང་པོ་ཤི་བོ་ཡོད་རེད་འདི་ནི་ཡག་སོང་བས་ན་ཚལ་པའི་ཆོས་རེད་ལྷ་ཐོག་ཆོས་རེད་རི་ཐང་ཆོས་རེད། དེ་དང་དེ་ཡང་འགྲིག་གི་ཡོད་མ་རེད་ལ་ས་བཀྲ་ཁོ་རང་གི་འགྲེལ་བཤད་ཀྱི་ནང་ལོགས་ལ་ཡང་འདི་གི་རྟགས་དེ་ནི་རྫོང་རིམ་པ་གི་རྟགས་ཡིན་སྲིད་དེ་ནི་དེ་གི་རྟགས་ཡིན་སྲིད་ལབ་ཡོད་རོ། འདིའི་རྫོང་འདྲ་བོ་ཁ་ཤས་འདུག་དེ་ངས་དཔེ་མཚོན་རེ་རེ་མ་གཏོགས་ཞུ་གི་མེད། དེ་ནས་ས་བཀྲ་འདི་དང་འབྲེལ་ནས་གཅིག་ང་ཞོལ་གྱི་ཀར་ལྷག་སྡོད་ཡོད་སྲིད་ན་ད་ལོ་གཅིག་གཉིས་ཀྱི་སྔོན་ལ་རེད་རྗེ་རིན་པོ་ཆེ་ཕུ་ལང་གི་སྐོར་ལ་ངས་ས་བཀྲ་གཅིག་བཟོས་པ་རེད་དེ་གི་ནང་ལོགས་ལ

ང་ཚོ་ལྟ་མཁན་ངོས་ནས་དབྱེ་ཆོག་ལ། ཡིན་ན་ཡང་ཨ་མྱེ་དམག་ཁྱེད་ཀྱིས་དེ་གི་ནང་ལོགས་ལ་བཏགས་ཚེར་འདི་ཀུན་སྤོང་གི་ནུབ་བྱང་གི་ཕྱོགས་ལ་ཡག་རེད་ཤག་ཟེར་ཁྱོད་རང་གི་ལྟས་ད་རྦད་དེ་ག་ཕྱིར་ལོག་ཤག་དེ་ཁྱོད་རང་ནོར་མ་རེད་བས་ཟེར་ནས་དེ་འདྲས་གསུང་གི་འདུག་ཨ་སྐབས་དེ་དུས་ད་ང་དེ་འདྲས་ཀི་དྲི་བ་དང་དགོངས་ཚུལ་གསུང་མཁན་མང་པོ་འདུག་དཀྱུས་གཅིག་དུ་མ་གཏོགས་ད་ལྟ་ཁྱོད་ལ་ཞིབ་ཕྲ་ངས་ཞུས་ན་གོ་བདེ་འཕྲོད་ས་མ་རེད་ཟེར་ནས།

དེ་ནས་བོད་ཡིག་གི་ས་བཀྲ་གཅིག་བཟློས་ཀྱི་འདུག་དེ་ཡང་དྲ་རྒྱ་གི་ནང་ལོག་ལས་མཐོང་མ་སོང་གང་ལྟར་ཤོག་ཐོག་ལས་འདི་འདྲ་གྱི་བཟོས་ཤག་འདི་ཡང་དེང་སང་གི་བོད་ནང་ལོག་གི་སྲིད་འཛིན་རིམ་པའི་དབང་དུ་བྱས་པའི་གི་ད་ཡུལ་ཚོ་རིམ་པ་ཡན་ཆད་ཀྱི་དེ་འདུག་མ་གཏོགས་ཡང་གཅིག་གནའ་སྔ་མོ་གི་གནའ་ཤུལ་དང་དགོན་པ་དང་དེ་འདྲ་དེ་ཕ་རྒྱལ་ཡོད་པའི་བཟོ་ནས་མི་འདུག།

འདི་རྩོམ་པ་པོ་དང་དེ་འབྲེལ་ངས་ཡག་པོ་བྱས་མཐོང་གི་མི་འདུག་ཡིན་ན་ཡང་དྲ་རྒྱ་གི་ནང་ལོགས་ལས་ཚོགས་པ་དེ་འདྲའི་ནང་ལོགས་ལས་བཏང་བསྡད་ཀྱི་འདུག་ད་འདི་ཡིན་ཡ་འདི་ཆོས་བརྒྱད་དང་སྒང་དྲུག་གི་ས་ཁྲ་ཡིན་པའི་སྐད་ཆ་རེད་ཤག་ད་དེ་བྱེད་དུས་འདི་གི་ནང་ལོགས་ལས།

ཉེན་ཁ་ཡོད་བདེ་བ་ཙམ་མ་ཡིན་པར་འདི་ལ་ལྟ་ནས་ནོར་བ་ཤེས་བདེ་བ་དེ་འདྲའི་དྲ་རྒྱ་དེ་འདྲའི་ནང་ལོགས་ལ་མཐོང་ཡས་འདུག་ད་འདི་གི་ནང་ལོགས་ལ་ནོར་བ་གཅིག་ག་རེད་ཟེར་ན་ངའི་ཕ་ཡུལ་ཆབ་མདོ་རེད། ཆབ་མདོ་གི་སྟག་དེ་ག་བ་བརྒྱབ་ཡོད་རེད་ཟེར་ན། རྫ་ཕྱོགས་ཀྱི་ཤར་ཕྱོགས་ལ་བརྒྱབ་ཡས་ཡོད་རེད། ད་འདི་ནང་ཁྲི་གཅིག་བཟོ་ཚར་བ་རེད། ཆབ་མདོ་གི་ལྟེ་གནས་དེ་རྫ་ཆུ་གི་ནུབ་ཕྱོགས་ལ་ཡོད་རེད། ཆབ་མདོ་དགོན་པ་དང་ཆབ་མདོ་རྫོང་དང་མདོ་སྨད་ས་ཨང་གི་ལྟེ་གནས་ད་ག་རེ་བྱས་པ་ཡིན་ན་དེ་རྫ་ཆུ་གི་ནུབ་ངོས་ལ་ཡོད་བསྡད་པ་རེད། ལོ་རྒྱུས་དང་ཁ་རྒྱུས་མ་ཤེས་བ་འདུག་སྔོ་རྫ་ཟབ་མོ་སྒང་ཟེར་ནས་བཤད་གི་རེད་བ།

འདི་རྫ་ཆུ་མཆོང་བ་དེ་མ་ཐག་ཉེ་ས་ལས་དྲིས་ཀྱི་འདུག་ཨོ་དེ་འབྲི་གི་ཡོད་མ་རེད་འབའ་ཐང་ཟེར་དེ་ནི་འབྲི་ཆུ་རང་འཁྲིས་ལ་ཡོད་བསྡད་པ་ཅིག་འབྲི་ཆུ་དང་རྫ་ཆུ་མཆོང་བ་ཟེར་ན་རེད་ད་ས་གས་འདི་བ་སླེབས་འགྲོ་དུས་འདི་ལས་ཉག་ཁྱུ་ལག་རེད་དཀར་མཛེས་ཡན་ཆད་ནས་འདི་ལས་རྫ་ཆུ་འདྲ་བ་ཅིག་ལག་འདུག་ཨོ་དེ་གཉིས་ཀྱི་དཔའ་རོགས་ནས་བྱས་བ་ཡིན་ན་ནི་ལས་ཐང་འདི་ད་ཕ་རྗེས་ཀྱི་སྐྱིད་དུ་བ་ད་དོ་ཕ་ཉག་ཁྱུ་ད་ཐག་ཉེ་ཉེ་རེད།

ཆབ་མདོ་ནས་མ་བབས་ཡོང་མཁན་གྱི་རྫ་ཆུ་བཅས་བསྐྱལ། དེ་ནས་ད་ལྟ་འདི་ནས་འདི་ནང་ལོགས་ལས་རྫ་ཆུ་ཆུང་བ་ལ་འདུ་བ། ད་དཀར་མཛེས་ནི་མ་ལེགས་ཀྱི་བར་དུ་རྫ་ཆུ་འདྲ་བོ་ཆེ་ལག་འདུག་ད་ལྟའི་མན་ཆད་ལ་ཉག་ཁྱུ་ལ་འགྲོ་གི་ཡོད་རེད། བྱས་ཙང་ད་རྫ་ཆུ་ལ་སོགས་ཀྱི་ས་ཆ་ནས་བཤད་ཡོང་དུས་འབྲི་ཆུ་དེ་ལྟེ་བ་བྱས་པས་ཤར་རྫ་ཆུ་དང་ལྷོ་རྫ་ཆུ་ཟེར་ནས་ད་ནང་ཆེན་གྱི་ཕྱོགས་དེ་ཚོ་ཡིན་ནི་འདུག་སྲིད་ལ་གོར་བ། ཁོ་ཚོའི་ས་ཆ་ནས་སྐད་ཆ་བཤད་པ་ཡིན་ན་ཏག་ཏག་འདྲ་བ་ཅིག་རེད་དེ་ཡོད་རེད། ཆབ་མདོ་ནས་བབས་པའི་རྫ་ཞིག་དུ་ལས་ནི་ལྷོ་རྡ་ཟེར། གཅིག་དུ་ལས་ཤར་རྡ་ཟེར། ནི་སྒང་ལ་ཡང་ཤར་རྡ་སྒང་དང་ལྷོ་རྡ་སྒང་ཟེར་འདྲ་ཆོས་ཀྱི་ཕ་ཚིག་ཚོད་ཚིག་བྱས་ནས་བཤད་ཡོང་གི་ཡོད་རེད་བ། དེ་ནས་ས་ཁྲ་འདི་ད་ལྟ་དབུས་གཙང་ལོ་རྒྱུས་ཆེན་མོ་གི་ནང་ལོགས་ལས་ཡོད་བསྡད་པའི་ས་ཁྲ་ཅིག་རེད་ཤག། ད་འདི་ས་ཁྲ་འདི

ག་བ་བྲིས་ཀྱི་འདུག་ཟེར་ན་སྟོད་ལུང་གི་ཡག་སྦུག་སྦུག་ལྟར་བག་ཡངས་པ་གྱིས་ནི་བློས་མ་བསླེབས་ཀི་ས་ཆ་དུ་བ། འཕན་པོ་ནི་ཚུར་ལག་བརྐྱབ་ནས་སྟོད་ལུང་ནས་ཡོང་ས་གི་ཕྱོགས་དུ་བ་ལས་བྲིས་ཀྱི་འདུག་བ། ད་ས་ཆ་དེ་ཚོ་དེ་སྣེའུ་རྫོང་དཔུང་གི་ཁུངས་གཏོགས་ཡིན་ཆོག་གི་རེད་མ་གཏོགས་ཀི། སྣེའུ་རྫོང་གི་ད་ད་ལྟ་འདི་ལྟེ་གནས་དེའི་རྟགས་རྒྱག་གི་ཡོད་རེད་བ། ལྟེ་གནས་དེ་དེ་ལྷ་ས་འདི་ཡིན་ཙང་ནི་ལྷ་ས་གི་མ་ག་ད་ནི་སྣེའུ་ཟམ་ཆེན་ཡོད་ས་དེ་རེད་ཟེར་ནས།

དེ་ལྟར་འདས་ཀྱི་བཟོ་འདྲ་བོ་ནི་སྒོར་སྒོར་དག་དེ་ཚོ་གི་ནང་ལོགས་ལ་ཡང་ནོར་འཁྲུལ་དེ་འདྲ་ཡོང་གི་འདུག་ད་ས་ཆ་གི་མིང་དང་དེ་ཚོ་ལ་ཨ་གཉིས་པ་བཅས་ལ་ང་ཚོ་བོད་ཀྱི་རི་དང་ཆུ་ཚང་མ་ལ་ཁོ་ཚོ་སྒོར་སྒོར་ནང་ལོགས་མིང་གཅིག་བསྡུས་སྤྱོད་འདྲ་བོ་ཅིག་ག་རེ་ཡོད་རེད་ཟེར་འདི་ལ་དཔེར་ན་ཆོས་དང་རྫ་ཆུ་རེད་བ་ཁོ་ཚོ་གི་རྫ་ཆུ་ཆོས་སུ་བྲིས་ཡོད་རེད།

སྒོ་སྒོ་གི་ས་ཁྲ་དང། རེག་དེ་ཚོ་ལྟ་སྟངས་དང་པར་བཟོ་སྟངས་དང་སྒོ་སྒོ་ས་ཁྲ་གི་ནང་ལོགས་ནས་ནས་ས་ཁ་མཐོ་མིན་ལྟ་སྟངས་དང། ཚད་རྒྱབ་སྟངས་དང་ཤར་ལྷོ་ནུབ་བྱང་དང་མཚོན་དོན་ག་རེ་ཡིན་མིན་དེ་གའི་དེ་ཁ་སང་ཚན་པ་གཉིས་ཞུས་ཡོད་བ་ད་དེ་གི་ཐོག་ལ་སྒོ་སྒོར་ནང་ལོགས་ནས་བཙལ་ནས་ད་སྒོ་སྒོ་ཁོ་རང་ཚོ་རང་གི་མིན་ན་ཡང་མི་སྒེར་པ་དང་ཚོགས་པ་གཞན་དག་གིས་བཟོས་རྒྱག་པའི་ས་ཁྲ་དང་དེ་མ་ཡིན་པའི་ནི་ཤོག་ཐོག་ལ་ཡོད་བསྡད་པའི་གི་ས་ཁྲ་ཁ་ཤས་བཅས་ལ་བལྟས་ཚེ་ཏག་ཏག་བསྡད་ཡོད་ན་མིན་ན་ཟ་མ་ཁ་ཤས་འདུག་ཟེར་ནས་དཔྱད་ཞུ་བཞག་པ་ཡིན་ན་ནི་གཞོགས་ལ་གཅིག་ཁོ་ཁྱི་དང་གློ་བ་འཕྲད་པ་ནང་བཞིན་མ་ཡིན་པ་སྒེར་རང་ངོས་ནས་ཀྱང་དེ་ལ་དོ་སྣང་གིས་བྱས་ནས་ཅིག་བལྟས་ཡ་ཡིན་ན་ནི་སྔོན་མ་ནོར་བདེན་མཁན་གཅིག་དང་འཕྲད་པ་ཡིན་ན་ཡང་དེ